ངས་དེ་འདྲའི་མ་ཞུས་མེད་ཅི་དང་ཁྱེད་རྣམ་པ་ཚོ་སློབ་སྤྱི་ར་ཡ་ཅིག་དང་མ་ཤེས་འབའ་ཅིག་གསར་པ་ཅིག་དང་ང་ལ་གང་ཡང་བཤད་ཡ་ཡོད་མ་རེད་ད་ནམ་ཞག་རྒྱུན་ལས་ནས་སོང་སོང་བར་བ་ཁྱེད་རྣམ་པ་ཚོར་ཐུགས་སྣང་གནང་ཆེད་མང་ཆེ་ཁེངས་བསྡད་ཡོད་རེད་ད་ཡིན་ན་ཡང་ཅིག་ཁ་སོག་རེད་ཕྱག་སྲོལ་བཟང་པོ་འགྲོ་བ་ཅིག་བྱེད་ཅིང་དུས་ཆེན་ངོ་སྤྲོད་ཚོད་འགྲོ་བ་ཅིག་འབེག་སྲིད་ཅིག་ཞུས་ན་འདྲ་ཅིག་བསམ་པ་རེད་ད་ད་རིང་ང་ཚོ་དེ་དྲུག་པའི་ཚེས་བཞི་རེད་བ་དྲུག་པའི་ཚེས་བཞི་ཟེར་བྱས་ནས་ཞུ་དུས་ད་ཅག་གིས་སྟོན་པ། མཉམ་མེད་ཤཱཀྱའི་རྒྱལ་པོ། དང་པོ་བྱང་ཆུབ་ཤུགས་དང་ཐུགས་ཀྱི། བར་དུ་བ་ནི་དགའ་ཆེན་གྲངས་མེད་གསུམ་དུ་ཚོགས། ས་མཐར་མངོན་པར་རྫོགས་པར་སངས་རྒྱས། མངོན་པར་རྫོགས་པར་སངས་རྒྱས། ཟིན་པའི་རྗེས་ལ་ནི། བདག་ཅག། སྟོན་པས་ཀྱི་ནི་མཛད་པ་རྣམ་ཐར་མང་པོ་ཡོད་པའི་ནང་ནས། ནི་མཛད་པ་ཀུན་ལས་གསུང་གི་ནི་མཛད་པ་མཆོག་ཡིན་དེ་ཡང་ནི་དེ་ཉིད་ཡིན་ཕྱིར་ཁྱེད་རྣམས་ཀྱིས་འདི་ལས་སངས་རྒྱས་རྗེས་དྲན་ཆོས་ཅན་གསུངས་པ་ནང་བཞིན། མཛད་པ་ཐམས་ཅད་ཀྱི་ནང་ནས། མཛད་པ་བླ་ན་མེད་པ་དེ། ནི་གསུང་གི་མཛད་པ་དེ་རེ་རེའི་ཚེ་གསུངས་ཙང།

འོན་ཏེ་དེ་ཡིན་དུས་ད་ང་རང་ཚོ་སངས་རྒྱས་ཀྱི་མཛད་པ་རྣམ་ཐར་གྱི་ནང་ནས་ད་བདག་ཅག་གི་སྟོན་པའི་གི་ད་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བའི་གི་དུས་དྲན་འདི་ད་དུས་ཆེན་འདི་ད་ཡིན་ཆགས་རེད་འོ་རེད་ད་དེ་ཡང་བདག་ཅག་གི་སྟོན་པ་ཨོ་ཁ་སོ་འོ་རེད་ད་ད་ཐོག་མར

ང་བ་རྡོ་རྗེ་སྟེང་ཕྱི་དྲོའི་ཆུ་བོའི་མཆོད་རྟེན་ཡོད་ས་དེ་ལ་ངོ་བོ་རྫོགས་པ་སངས་རྒྱས་ཨོ་ད་དེ་འདྲས་སུ་སྣང་གི་རེད་ད་དེ་ནས་བདུན་ཕྲག་བདུན་གི་རིང་ལ་ཡང་རྡོ་རྗེ་སྟེང་གི་མཆོད་རྟེན་གྱི་ཉེར་མཁོ་དེ་ག་རང་ན་ཡ་ཨོ་ཨོ་དེ་གི་ཟེར་ལ་ཉམས་པ་ཞག་དེ་འདྲས་སུ་བྱས་ནས་བཞུགས་ཨོ་དེ་ནས་ཕྱིན་ནས་ད་བདུན་ཕྲག་བདུན་གྱི་རྗེས་དེ་ཨོ་ན་བ་ར་ན་སི་ལ་ཕེབས་བ་ར་ན་སི་ལ་ཕེབས་ནས་དེ་བ་ར་ན་སི་ལ། འཁོར་ལྔ་སྡེ་བཟང་པོ་ལ་ད་དུང་མ་བསྟན་པ་ཞིག་བྱུང་དགོས་ཏེ། འོན་འཁོར་ལྔ་སྡེ་བཟང་པོ་ལ་བར་སྣང་སེམས་ལ་བརྟེན་པ་ཡིན་ཞེས་ན་འོ་འདི་གསུངས་དགོས་པ་རེད། ད་ནང་ཆོས་སངས་རྒྱས་ཀྱི་ཆོས་གསུངས་ཚད་དེ་ཆོས་ཀྱི་འཁོར་ལོ་བསྐོར་བ་ལ་དེ་འདྲ་ང་ཚོ་ཆོས་འཁོར་བསྐོར་ཆོས་འཁོར་བསྐོར་ཟེར་ཡ་དེ་ལ་ཁོ་ཆོས་འཁོར་རེད་བས་ཟེར་ནས་ལབ་ན་ཡང་འདི་ཡང་དེ་ག་རང་འཐད་ཀྱི་ཡོད་ས་མ་རེད། ཆོས་འཁོར་བསྐོར་ཟེར་ཡ་དེ་ནམ་རྒྱུན་འདི་རེད་འདུག་བ། དེ་འདྲ་ང་ཚོ་ཉན་ཐོས་སྡེ་པ་ཉན་ཐོས་སྡེ་པའི་ལུགས་ལ་བྱས་པ་ཡིན་ན་ཆོས་འཁོར་དེ། ཚར་གཅིག་མ་གཏོགས་བཀོག་ཡོད་མ་རེད་གསུང་གོ་རེད། ཉན་ཐོས་སྡེ་པའི་ལུགས་ལ་བྱས་པ་ཡིན་པ་ཡིན་ན་བཀའ་གཏམ་པོའི་སྡེ་བཞི་ཆོག་འགོ་དེ་མ་གཏོགས་ཆོག་འགོ་གཞན་ཡོད་མ་རེད། འོན་ཆོག་འགོ་སངས་རྒྱས་ཡོད་གསུང་འདོད་ཀྱི་ཆོག་འགོ་ཡིན་ན་བཀའ་གཏམ་པོའི་སྡེ་བཞི་ཆོག་འགོ་ཡིན་དགོས་ཀྱི་རེད་ཅེས་གསུང་གོ། ད་ང་རང་ཚོ་ཐེག་པ་ཆེན་པོའི་ལུགས་ལ་བྱས་པ་ཡིན་པ་ཡིན་ན་ཨ་ནི་ཆོས་ལུགས་སྐོར་ལ་རིམ་པ་གསུམ་དུ་བཀོག་པ་རེད། ཆོག་འགོ་རིམ་པ་གསུམ་དུ་བཀོག་པ་རེད། ཨ་ནི་ཆོག་འགོ་རིམ་པ་དང་པོ།

ཨ་ནི་གནས་ངེས་ཅན་གཅིག་ལ་སྟོན་པ་རང་ཉིད་ཀྱིས། སྤྱིར་ཨ་ནི་ད་ལྟ་འདི་འདྲའི་རེད་འགྲོ་བ་འདི་སྐུ་དབང་པོ་དེ་ལ་ཡང། ལྷ་ཡི་དབང་པོ་བརྒྱ་བྱིན་གྱི་གསེར་གྱི་འཁོར་ལོ་བརྩེགས་སྟོང་དང་ལྡན་པ་ཡང་ཕུལ་ནས་ཨ་ནི་ལྷ་ཚངས་དཔལ་གྱི་དུང་དུང་དཀར་གཡས་སུ་འཁྱིལ་བ་ལ་སོགས་པ་འདི་འདྲའི་ཕུལ། ད་འཇིག་རྟེན་འདི་ལ་ཡང་ཨ་ནི་སྔར་སུ་གང་གིས་མ་གསུངས་པར་ཨ་ནི་བདག་ཅག་གི་སྟོན་པས་ཁྱེད་ཀྱིས་ད་ཆོས་ཀྱི་འཁོར་ལོ་བསྐོར་རོགས་གནང་ཟེར་ལབ་བྱས་ནས་འོ་འདི་འདྲའི་སྐུ་དབང་པོ་དང་ཞུ་དབང་པོ་གནས་ངེས་ཅན་ལ་ཨ་ནི་ལས་དག་པའི་གདུལ་བྱ་འོ་འདི་འདྲའི་ངེས་ཅན་གཅིག་ལ་ཡང་ཨ་ནི་ཆོས་ལུགས། ཆོས་གསུང་ཡང་དེ་ལ་ཆོས་འཁོར་བསྐོར་བ་བྱས་ནས་ཨོ་ད་དེ་ལས་གཅིག་འདི་ཚར་གསུམ་གནང་རྗེས་ཨོ་སངས་རྒྱས་ཀྱིས་ཨང་མཛད་པ་རྣམས་དག་གི་ནང་ལོགས་ལ་ལོ་རྒྱུས་ལ་ཡོངས་གྲགས་ཡོད་རེད་པ་དེ་དེ་འདྲའི་རེད། ཨོ་ད་དེ་མ་ཡིན་རྐྱེན་གྱིས་ད་ཆོས་གསུང་ཞབས་པ་དང་རྣམ་པ་སྣ་ཚོགས་རོ། སྤྱིར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་ཡིན་ན་ཨོ་ད་ག་གསོལ་བ་རེད། གསོལ་ཇོ་བོའི་ཡོན་ཏན་གཉིས་དང་ལྡན་པས་ཀྱི་གང་དག་ངག་རྣམ་དག་ཡིན་དགོས་སྐོར་རོ། དེ་འདྲ་ཡིན་དུས་སངས་རྒྱས་ཀྱི་གསུང་གང་ཡིན་པ་འདི་གང་ག་བཀའ་རེད་དེ་ཨོ་ར་བཀའ་ཡིན་ན་ཨོ་ད་སངས་རྒྱས་ཀྱི་ག་གསོལ་བ་རེད།